བཀྲ་ཤིས་བདེ་ལེགས་གླིང་དགེ་ཡོངས་ལ་སྐུ་ཁམས་བཟང་དེ་རིང་ལོ་པར་ཟིང་ས་འབོ་སྦྲ་སློབ་གྲྭ་ནས་ཡིན་པས་འཛིམ་རིམ་ལྔ་པའི་སློབ་མ་ཡོངས་ནས་ས་ག་ཟླ་བའི་དུས་ཆེན་ཁྱད་པར་ཅན་འདི་ཡི་སྐོར་ལ་ངོས་འབྲི་ཞུ་གི་རེད་ཐུགས་ཆེ་གནང། རྒན་རིན་པོ་ཆེ་ལ་སྐུ་ཁམས་བཟང། སྐུ་ཁམས་བཟང་བུ། ང་ཚོ་ཟླ་བ་བཞི་པ་ས་ག་ཟླ་བ་ཟེར་བ་ཡི་དོན་གང་ཡིན་ནམ།
ས་ག་ཞེས་པ་ནི་སྐར་མ་ཞིག་གི་མིང་སྟེ། དུས་དང་བཞི་པའི་ཚེས་བཅོ་ལྔའི་ཚེས་བཅོ་ལྔའི་ཟླ་བ་དང་མཉམ་དུ་ཤར་ནུབ་བྱེད་པས་ན་ས་ག་ཟླ་བ་ཟེར། ཟླ་བ་དེ་གཞན་ནས་རྩ་ཆེ་བར་བརྩིས་པའི་རྒྱུ་མཚན་གང་ཡིན་ནམ།
ཧོ། དེ་ནས་ནང་པ་སྟོན་པ་སངས་རྒྱས་བཅོམ་ལྡན་འདས་ས་ག་ཟླ་བ་ན་སྐུ་བལྟམས་པ་དང་རབ་ཏུ་བྱུང་བ་དུས་བརྟུལ་བ་སངས་རྒྱས་པ་སྐུ་མྱ་ངན་ལས་འདས་པ་བཅས་དུས་ཆེན་ལྔ་འཛོམས་ཀྱི་ཟླ་བ་ཡིན་པས་ནང་པ་རྣམས་ཀྱིས་རྩ་ཆེན་པོར་བརྩི་བ་རེད། ཟླ་བ་འདིའི་ཚེས་བཅོ་ལྔའི་ཉིན་མིག་སེར་གྱི་དགེ་བ་ལས་སྒྲུབ་དགོས་དོན་གང་ཡིན་ནམ། ཚེས་བཅོ་ལྔ་ནི་སངས་རྒྱས་ཤཱཀྱ་ཐུབ་པ་སྐུ་བལྟམས་པ་དང་སངས་རྒྱས་པདྨ་མྱ་ངན་ལས་འདས་པ་བཅས་གསུམ་འཛོམས་ཀྱི་དུས་ཚེས་ཁྱད་པར་ཅན་ཡིན་པས་རེད། ཨ་ལས་ཧོ་ན་ས་ག་ཟླ་བའི་ནང་ཤ་མི་བསྲེ་བ་དང་ཚེ་ཐར་གཏོང་བའི་སོགས་དགེ་བའི་ལས་མང་པོ་བྱས་པ་ལ་དམིགས་བསལ་ཕུལ་ཡོན་ག་རེ་ཡོད་དམ།
འདི་ནི་གོང་དུ་ཞུས་པ་ལྟར་ཟླ་བ་འདིའི་དུས་ཆེན་མཁས་པ་ཞིག་ཡིན་སྟབས་ཉམས་མགོན་དང་མི་འདྲ་བར་དགེ་བ་ལས་རྗེས་ན་སྟོང་འགྱུར་དང་འབུམ་འགྱུར་གྱི་ཁེ་ཕན་ཆེ་བ་ཡོད་སྟབས་འབུམ་འགྱུར་ཟླ་བ་ཡང་ཟེར། བི་ཤུ་མ་གཉིས་ཀྱི་དགེ་སྒྲུབ་སྒྲིག་བཀོད་ཀྱི་གཞུང་ཚིག་བཞུགས་སྲོལ་ཡོད་པ་རེད།
ཚང་མ་ལ་ཚིག་བརྩི་གནང།